ནི་ཆ་ཆ་ཆ་ཆ་ཡིན་རྒྱུ་ཞིག་ཡོད་རེད་གར་སེ་ན་ཚིག་ཆ་ཚང་ཆ་ཆ་ཚང་ཆ་རེད་འདི་རྒྱུ་ཞིག་ཡོད་རེད་ཚེ་པ་རྒྱལ་ཆེ་བ་དེ་ལ་གཉིས་པ་དེ་ལ་ནི་དང་པོ་གཉིས་དེ་ཆ་ཆ་ཆ་ཡ་ཆ་ཡ་ལས་ནི་ཡ་གཉིས་ཡོད་རྒྱུ་ཞིག་ཆེ་ཆ་གསུམ་ཡོད་རྒྱུ་ཞིག་ཡོད་རེད་དང་པོ་གཉིས་དེ་ཆ་རེད་ཆ་ཆ་ཡ་ཆ་ཡ་དེ་འདྲི་ལེན་རྒྱུ་ཞིག་ཡོད་རེད་རྩ་ཡོན་ཆེ་ཨ་གསུམ་པ་དེ་ལ་ག་རེ་ཟེར་ན་དང་པོ་དེ་ལ་ཡ་ཆེ

འོ་དེར། ས་མཐའི་ཡུལ་ཡོད་པའི་དཀའ་ངལ་གང་དྲན་བཞིན་ཡོད་པ་དེ་དག་ཆ་ཚང་བྱས། ལྗོངས་འདིར་བཞོས་པའི་ཕ་མ་གཉིས་ཀྱིས་རེད་བ། ཐེངས་མ་གཅིག་ལ་ཡང་སེམས་བག་གི་དུས་ཚོད་ཅིག་བྱུང་བ་ཡིན་ན། ཨ་མ་གི་མིང་ཆུ་དེ་ག་ཚོད་རེད། ཡང་བསྐྱར་བཞུ་ཡས་འགོ་བཙུགས་རེད། འོ་དེ་འདྲས་ཡོད་རེད་དོན་དག་ཅིག་རྡོག་རྡོག་དེ་འདྲས་འགྲོ་བ་ཞིག་ཆགས་བསྡད་ཡོད་རེད། ད་དཔེ་བདེ་འགྲོ་བ་ཞིག་ལ་ཆགས་བཞག་པ་ཡིན་ན། ག་ཚོད་རེད་ང་ཚོ་ད་ལྟ་བྲིས་ཐང། དང་པོ་གཉིས་དེ་ཡང།

ས་འདིའི་ཡུལ་གྱི་དཀར་མངར་དེ་དག་རྒྱུན་དུ་སྤྱོད་པའི་ཕ་མ་གཉིས་ཀྱིས་ས་འདིའི་ཡུལ་གྱི་དཀར་མངར་དེ་དག་རྒྱུན་དུ་སྤྱོད་པའི་ཕ་མ་གཉིས་ཀྱིས་ལས་དེ་ག་རེ་དང་གི་དང་པོ་གང་ནས་མ་ཞུས་འགྱུར་བ་གཞན་པ་དེ་ནའང་ད་དེ་ལ་ཡང་སོ་སོ་གི་གཉིས་པ་གཉིས་ཏེ་སོ་སོ་གི་དྲན་པས་བཟང་ག་འདྲས་ཤེས་ཞུ་བས་ན། ས་འདིའི་ཡུལ་གྱི་དཀར་མངར་དེ་དག་རྒྱུན་དུ་སྤྱོད་པའི་ཕ་མ་གཉིས་ཀྱིས་བགོ་བའི་དུས་ཤིག་ཡོད་པར་གྱུར་ན་ཕ་མ་གཉིས་ཀ་སེམས་ནས་གྱུར་འགྲོ་ཟེར་གི་ཐ་མ་གཉིས་ཏེ་དེ་ཡང་རྒྱ་ཡོད་རེད། གར་སོང་རེད། ཨ་ནི་ས་མཐར་ཡོད་པའི་དཀའ་ངལ་དེ་དག་ཨ་ནི་རྒྱང་རིང་རུ་བཞུད་པའི་ཕ་མ་དེ་གཉིས་ཀྱིས། ཁོ་རང་གཉིས་ཀྱི་གར་སར་ཨ་མཆོག་ལ་ཡང་གོ་བ་ཡིན་གོ་བ་གི་དུས་ཚོད་ཅིག་ཡོད་པ་ཡིན་ན། ཨ་ནི་ཕ་མ་གཉིས་ཀ་དེ་སེམས་གནད་ལ་བཅུག་གི་རེད། གར་སོང་ན་ས་མཐར་ལ་དཀའ་ངལ་ཡོད་པ་སོང་ཚོ་རྒྱལ་མཚན་དེ་འདྲ་ཞིག་གི་འགྲོས་ནས་ཨ་ནི་དེ་ཤོ་ལོ་ཀ་དེ་དེ་འདྲ་ཞིག་བྲིས་ཡོད་རེད། དེ་ཕྱིར། ད་བྲིས་སྟངས་གཉིས་པ་དེ་ག་རེ་རེད་ཟེར་ན། དང་པོ་གཉིས་དེ་སོ་སོ་གིས་བྲིས་གཉིས་པ་གཉིས་དེ་ཕ་གིས་གང་གི་དཔེ་དེ་ནས་མ་ཤོད་ནས་བྲིས་ཡ་ཤོད་རེད་བ་ང་ཚོ་འོ་དེ་རེད། དེ་ལ་གར་བྲིས་ཟེར་ན། ངག་དང་སྐྱེས་བུའི་རྣམ་འགྱུར་འཕྲོག་ནས་ཕྱི་ལ་འཁྱམས་ནས་ཕྱི་ལ་འཁྱམས་པའི་གཏམ་གྱི་རྒྱུད་རང་ཐེངས་ཤིག་གསན་པའི་དུས་ཤིག་བྱུང་ན་ཨ་མའི་མིང་ཅིག་ལྷ་ཡོན་ཞུས་ཡོང་སྲིད། ད་ལྟ་ད་ཐེངས་ཤིག་གསན་པའི་དུས་ཤིག་བྱུང་ན་ཨ་མའི་མིང་ཅིག་ལྷ་ཡོན་ཞུས་ཡོད་ལ་ཡའི་ཚིག་རྐང་མཐའ་མ་གཉིས་ཤིག་དུ་བ་དེ་ཕ་གིས་ནི་མ་ཞུས་མགྱོགས་རེད་ཨ་ནི་ད་ནི་དེ་གང་དེ་ལ་གཉིས་སོ་སོ་གིས་སོ་སོ་གིས་དྲིས་ནས་དེ་འདྲའི་དྲི་ཡལ་ཆོག་ར་བ་དེར་ག་རེ་དྲིས་ཟེར་ན་ངག་དང་སྐྱེས་བུའི་རྣམ་འགྱུར་འཕྲོག་ནས། ང་དང་ངའི་གཅེན་པོ་གཉིས་ཀྱི་རྣམ་འགྱུར་གྱི་དེ་ག་ཟེར་བ་བླངས་ནས་ལག་ན་འཕྲོད་ནས། དེའི་འོག་ནས་ཨ་ནི།

ཁྱ་ཁྱ་ཡ་ཁྱ་ཡ་ཅེས་དང་དེ་འདྲ་ཞིག་བྱ་འདོད་ཡོད་རེད། དེ་ལ་ངས་དེ་ལ་ཡང་ག་རེ་དྲིས་ཟེར་ན། ང་དང་དྲིན་ཆེན་གྱི་ཕ་མ་གཉིས་འཛམ་བཟང་སྤྲོ་སྐྱིད་ཀྱི་དགའ་དམ་དེ་ལྷ་ཡང་སྙིང་ཕེད་ཀྱི་རེ་སྒུག་ཀྱི་ས་མཐའི་ཡུལ་གྲུ་ནས་གླུད་རུ་ལངས་སོ་དེར། ང་དང། དྲིན་ཆེན།

ཁྱ་ཁྱ་ཡ་ཁྱ་ཡ། འོ་དེར། ད་ང་ཚོ་ངའི་ཁ་སང་གང་ལ་ཞུས་པ་ནང་བཤད་རེད་ད་ནང་ངས་ཁྱ་དང་ཡ་ལ་ན་ལས་སླ་བ་ཡོད་རེད་ཟེར་ཞུས་པ་ཡིན་པ། ད་ནང་སྤྱི་དང་སྡེ་ལ། ཡ་ལེན་རྒྱུ་ཁྱ་སང་ལ་ང་སོ་ཐོ་པ་ལབ་རོགས་ང་སོ་ཐོ་པ། ཡི་གེ་མ་ཅིག་ཀྱོག་ཡོད་འདུག་དེ་ལ་ཁོ་ལྟས་སུ་ཁ་སོ་རོགས་མ། ང་སོ་རྒྱལ་རོགས་ཞུས་རོགས་འོ་དེ་ལ་ང་སོ་ཐོ་པ་ལ་ནི་མིང་དེ་བཏགས་ཡོད་རེད། དཔེར་ན། དེ་ལ་ང་སོ་གཉིས་ཐོ་པའི་ཨ་ནི་ཚད་པ་བརྒྱད་ཅན་གྱི་གཙང་མའི་གྲི་ཐག་ལ་ན་ད་དཔེར་ན་དེ་རོགས་ཞེས་ལབ་འོ་རེད།

འོ་དེ་འདྲའི་ཕྱིར། ད་དྲི་དང་གསུམ་པ་དེ་ཡོད་ལ། དྲི་དང་གསུམ་པ་དེ་ག་རེ་ཟེར་ན། ཡ་ཆ་ཆ་ཡ་ཆ། འོ་དྲི་དང་གསུམ་པ་དེ་དེ་རེད་ད། དང་པོ་དེ་ལ་ཡ་བྱས་གཉིས་པ་དེ་ལ་ཆ་བྱས་གསུམ་པ་དེ་ལ་ཆ་བྱས་བཞི་པ་དེ་ལ་ཡ་བྱས་ལྔ་བ་དེ་ལ་ཆ་དེ་འདྲའི་ཕྱིར་ལེའུ་རུ་དྲི་དང། ད་ངས་འདི་ལ་ཡ་ནང་པ་སོགས་ལ་དཔེ་ག་རེ་ཞུས་ཡོད་ཟེར་ན། མིའི་རྩ་ཆེན་མཆོད་རྟེན་གྱི་ཞིང་ནས་མགོན་རྒྱལ་བའི་སྲས་ཞབས་བརྟན་རྒྱལ་བ་ཚེ་སྔ་མའི་བསོད་ནམས་ཤིག་ཡིན་པ། དུས་ད་ལོ། དུས་ལྟ་ལོ། དྲན་པ་དེ་སུ་བྱུང་ཟེར་བ། གནས་རྩ་ཆེན་ཆུ་ལྡན་གྱི་ཞིང་ནི། མགོན་རྒྱལ་བའི་སྲས་ཞབས་དེ་འཇའ་བ། ཚེ་སྔ་མའི་བསོད་ནམས་ཤིག་ཡིན་པ། དུས་ལྟ་ལོ་དྲན་པ་དེ་སུ་བྱུང་ཟེར་བ། འོ་དེ། གནས་ཟེར་དུས་དེ་ག་ཟེར་བ་རེད་ཡ། བྱས། རྩ་ཆེན་ལ་ཡི་དེ་ལ་ཆ་བྱས། ཆུ་ལྡན་ལ་ཡི་དེ་ལ་ཆ་བྱས། སྐྱིད་ལ་ཡི་དེ་ལ།

ད་ལོ་ལ་ཡི་ད་ལོ་དེ་ལ་ཆ། ནི་ག་སོ་ར་དྲན་པ་ལ་ཡི་དེ་ལ་ཆ། དེ་ལ་ཡི་དེ་ལ་ཡ་སུས་ཤོང་ལ་ཡི་དེ་ཆ་འོ་དེ་འདྲའི་བྲི་སྟངས། ད་འདི་ལ་ག་རེ་ཟེར་ན། ཡ་ཆ་ཆ་ཡ་ཆ་གི་བྲི་སྟངས་དེ་རེད་བ། དེ་ནི་རྩ་ཆེན་ཆུ་ལྡིང་གི་ཞིང་ནི་ནི་རྩ་ཆེན་ནི་རྩ་ཆེན་ལ་ནི་ཕ་ཆེ་འོ་ར་ནི་ལ་ན་ཕ་ཆེ་རྩ་ཆེན་ཆུ་ལྡིང་གི་ཞིང་ནི་ཡི་ལ་ཡི་དེ་སྙོམ་དུ་སྙོམ་སྙོམ་དུ་སྙོམ་དུ་ལོ་ལོ་ཡོད་དེ་སུ་ཆ་ཚང་ལ་ཆ་ལ་འོ་ར་དེ་ཡང་ནང་བཞིན་གོ་ཕ་ཅལ་གྱི་ཡོད་ར་ཅལ་ས་གི་ཚིག་གཅིག་གཅིག་ཅལ་ས་གྱི་ད